ཁྱེད་ཀྱི་ལུང་པ་འདི་དུས་ཤེས་རབ་འདི་ཤུགས་ཆེན་པོ་ཡོད་མ་རེད་ནང་པ་ཡིན་ས་བྱས་ཙང་ཁྱེད་ཁས་ལེན་གྱི་ཡོད་རེད་བ། ཡིན་ཡང་ནང་པ་ཡིན་ན་གཅིག་པུ་ཡིན་ན་ད་ཤེས་རབ་སེམས་དཔེ་འགུལ་ན་མིན་ན་དེ་ཙམ་རེད་བ། ད་སེམས་ངན་ན་དཔེ་ཡིན་དུས་ད་ནང་པ་ཆོས་ཀྱི་སློབ་སྦྱོང་བྱས་བྱས་འདི་སྒང་ལ་འདི་ཉམས་ལེན་བྱས་བྱས་འདི་ནས་དངོས་སུ་དཔེ་འགུལ་ད། ང་ཚོ་ཏག་ཏག་སྲང་མོ་དང་འཇིགས་མེད་ཟེར་བ་ཅིག་ནི་ཡོད་རེད། མོ་རང་ཁོ་རང་ཚོ་ནི་ད Discover Books ནང་ལ་སྔོན་མ་འཛུལ་ཡོད་རེད། ཁོང་ཚོ་རང་གསུང་བར་ད་ད་ཞུ་བན་སི་ཏཱ་ནང་པ་ཆོས་ཀྱི་ད་ད་བསྐོ་ཚུགས་ཀྱི་འདུག་ཉམས་ལེན་བྱས་དུས་གཞན་ཞུ་བན་གྱི་འདུག་ཟེར་གྱི་འདུག་བྱས་ཙང་འདི་དྲང་བོ་བྱས་ན་མིག་ངོས་སུ་ཅུང་ལ་བུ་འགྲོ་བ་བྱས་ཙང་ང་ཚོ་ནུབ་ཕྱོགས་ཀྱི་མི་མང་པོ་ཅིག་དག་ཅིག་བྱས་བྱས་དག་ཅིག་བྱས་ན་དེ་ནི།

ཨ་ནི་ང་མཉམ་དུ་ཡོད་དེ་བཟང་མོ་ལ་དང་ཕྱི་མི་ལ་ཡོད་རེད། ཁྲོས་ཏེ་ལེ། ཁྲོས་ཏེ་ལེ། ཨ་ནི་དེ་རིང་ང་ད་བཟང་མོ་ལ་དང་ཕྱི་མི་ལ་ལ་ང་ད་སྐད་ཆ་བཤད་དེ་ལེ་དམིགས་བསལ་ནང་ཆོས་ཀྱི་འཛིན་གྲྭ་གང་ལ་ཁྱེད་རང་ཡིན་མཉམ་ཞུ་གནང་རེད། ཁྱེད་རང་ཡིན་ནང་ཆོས་དེ་གང་ལ་དབྱིངས་ལས་དེ་ག་འདྲས་ལེགས་སོ། ཁྱེད་རང་སོང་བ་ནས་ཤི་རེ་ཨང་བཟོ་ད་བོད་པ་ཡིན་པ་ཙམ་སྐད་དོད་ནས་ནང་པ་ར། ཨ་ནི་ཡིན་ནས་ད་ནང་པ་ལ་ན་ག་རེ་ལ་ལ་འོ་རེད། ང་ཚོ་དཀོན་མཆོག་གསུམ་ལ་བསམ་བློ་བཏང་ཡིན། བྱས་ན་ནི་ནང་པ་ལ་གོ་ར། ནི་ནི་དཀོན་མཆོག་གསུམ་ལ་ན་ག་རི་ལ་གོ་རེ། འོ་དེ་ཚོ་ནི་ང་རང་ད་བཤད་འདོད་བྱུང་སོང། ནི་དེ་མ་ཚད་ནི་སྐུ་མདུན་གྱི་ག་དུས་ནས་བཀའ་སླབ་གནང་དུས་ཙམ་ནས། ནང་ཆོས་ལ་ཡ་དེ་ནི་དད་པ་གཅིག་པུ་བྱེད་ནི་དེ་དེ་ཡ་མ་རེད་ནི་སོ་སོ་གི་རིག་པས་ཀྱི་རྩད་གཅོད་དང་ནི་སློབ་སྦྱོང་བྱེད་འོ་རེ་ནི་ཨེ་འདྲ་གསུང་དང་ནི་དེ་བྱས་ཙང་ནི་ང་སློབ་སྦྱོང་དེ་བྱིན། དུས་རྒྱུན་དུ་ང་རང་ཁ་འདོན་བྱེད་བསྡད་ཡོད། ད་ཡིན་ནས་ནང་ཆོས་ཀྱི་སློབ་སྦྱོང་བྱས་ཏེ་ད་འཇར་མན་ཆོས་ཚོགས་ལ་ཐེངས་དང་པོ་ཕྱག་བསྒྲུགས་ཡོད། དེ་ཨིན་ལ་བོད་དོ་ན་དེ་ག་འདྲ་སླེ་བ་རེད་ཞུ་བ་ཡིན་ན། ཉི་མ་ཕལ་ཆེར་ཉིས་སྟོང་བཅོ་ལྔ་ཡིན་ས་རེད་དེ་དུས་གོང་ས་མཆོག་ལ་འགྲམ་ལ་ཆིབས་བསྒྱུར་གནང་སྟབས་ང་ཚོ་བོད་པ་ཚོ་ལ་བཀའ་སློབ་གནང་རེད། ཨང་བཀའ་སློབ་གནང་ལ་ད་བོད་པ་ཚོ་ནང་ཆོས་སྦྱང་ཡ་དེ་གལ་ཆེན་པོ་རེད། ནི་ནང་བཅུད་སྦྱངས་ན་ནི་དང་པོ་བདེན་པ་གཉིས་སྦྱངས་བདེན་པ་བཞི་དང་དེ་མ་རིམ་པས་འགྲོ་ན་ནི་ཡག་པོ་ཡོད་རེད་དེ་འདྲའི་བཀའ་ཕེབས་ས་ད་དེའི་ཕྱིར་ང་རང་གིས་ད་བདེན་པ་གཉིས་དེ་གཅིག་སྦྱངས་དགོས་འདུག་བསམ་ནས་དེ་འདྲའི་བསམ་བློ་འགྲོ་གོ་ཆེ་ང་ཚོ་གྲོང་མོ་ནང་ལོགས་ལས།